ཁོ་རང་གི་ད་ཚིག་བེད་སྤྱོད་བཏང་ཙང་ན་ནི་ཁོ་རང་གི་ད་ས་ཁྱོད་གསལ་བསྒྲགས་གཅིག་བྱེད་དུས་ཨ་ནི་འོ་ན་ལ་ག་རི་ཅི་དང་ག་རི་ལ་ཡོད་མེད་དེ་བྱས་ཨ་ནི་ལབ་ཚར་ནས་ཨ་ནི་རྙོག་དྲ་མང་པོ་བྱུང་སོང་འོ་དེ་སྐོར་ལ་གཅིག་བྱས་ཨ་ནི་འོ་དེ་དང་འབྲེལ་བའི་ཐོག་ནས་ཐའེ་ཝན་གྱི་སྐོར་ལ་ང་ཚོས་བཤད་དགོས་བསམ་ཟེར་བ་ཨ་ནི། ངེད་ཀྱིས་ད་ཁྱོད་རང་ང་ཚོ་ལ་འདི་ཚགས་པར་འདི་གཅིག་པར་ཀློག་དང་ཁྱོད་རང་ང་ཚོ་ལྟ་ཡིན་པ། འདི་ག་རེ་ལབ་འདུག་ལབ་ན་ད་ལྟ France གྱི་སྲིད་འཛིན Macron འདི་ད France གྱི Air Force One ལས་ར་གནམ་གྲུ་ནང་ལོགས་ལ་ཡོད་དུས།
ཚིག་ཡོང་དུས་ཨ་ནི་ག་རེ་ལབ་འདུག་ལ་ད་དབྱིན་ཇི་ནང་ལབ་ན་ད་ཨ་རི་དང། ཁ་ལོ་ད་ཨ་རི་དང་ཧྥ་རན་སི་ཀྱི་འབྲེལ་བ་དེ Allyship རེད་ད་གྲོགས་པོ་རེད། ཨ་རི་དང་ཧྥ་རན་སི་ནི་གྲོགས་པོ་རེད། གྲོགས་པོ་རེད་ཨ་ནི་ཡུ་རོབ་གྲོགས་པོ་རེད། ཡིན་ནས་ཧྥ་རན་སི་དེ་རྒྱ་ནག་དང་ཨ་རི་བར་ལ་བར་མཚམས་ཙམ་ལྷག་གི་འདུག། ཨ་ནི་ད་ཇི་ལྟར་འབྲེལ་བཤད་རྒྱག་ན་ཡུཀ་རེན་གྱི་དམག་དེ་ཡིན་ན།

ཨ་ནི་ད་ཁ་ཚུར་རྒྱ་ནག་ལ་འགྲོ་ཁོ་རང་ཕྱི་གཏོང་ཁོ་རང་ཧྥ་རན་སི་གི་སྲིད་འཛིན་བྱས་ཨ་ནི་ད་ད་ཡུ་རོབ་གི་ཡུ་རོབ་དེ་ཚོ་གི་ད་ཡུ་རོབ་པི་ཡུ་ནི་གི་མཐུན་ཚོགས་ཀྱི་འགན་འཛིན། ཨུ་རུ་སི་ལ་ཨ་ཇི་ལ། ཨ་ཇི་ལ་དེ་བྱས་ཨ་ནི་དེ་མ་ཚད་ཀྱི་ཧྥ་རན་སི་ཁོ་རང་ཚོ་ལུང་པ་ནང་ནས་ད་ད་ཚོང་པ་ཆེན་པོ་དེ་འདྲ་སྔ་ཕྱི་ཟིག་གི་འགོ་ཁྲིད་ཉག་ཏུ་འགྲོ་འདུག་ཚོང་འབྲེལ་ཡར་རྒྱས་གཏོང་བ་བྱས།
ད་གང་ལྟར་ཁྱོད་དེར་འགྲོ་ནས་རྒྱ་ནག་ལ་འགྲོ་ཡག་གི་འདུག་ཚངས་པ་ལ་ཁོ་ད་སྙ་དྲག་ཟེར་གི་ན་ར་སྐད་ཆ་ག་རེ་བྱས་བྱས་ཟེར་ན། སངས་རྒྱས་པའི་དྲི་བ་དྲིས་ར་ཐེ་ཝན་དུ་རྒྱ་ནག་གཉིས་ཀྱི་བར་ར་དེ་ཧྥ་རན་སི་གིས་ཆིག་སྟོང་བྱས་ར་བྱས་ཡ་མི་འདུག་སྐད་ཆ་སྡུག་སྡུག་དེ་འདྲ་བ། དཔེ་ཆོས་བྱས་ན་ད་ལྟ་ད་རྒྱ་ནག་གི་ཐེ་ཝན་ཟ་བ་ཡིན་ན་ཨ་རིག་གི་ཁོང་ཚོ་དམག་གི་རོགས་པ་བྱེད་གི་སེ་ཐེ་མ་སངས་བྱེད་ཀྱི་ཁ་གསལ་བོ་ཐུག་ཙང་ལ་ཚ་སོང། ད་ཧྥ་རན་སི་ལ་ཚུལ་དོག་ཐེབས་འདུག་རེད། ཧོན་བྱས་ཙང་ད་ཧྥ་རན་སི་སྲིད་འཛིན་གི་ག་རེ་ལ་བྱས་ཟེར་ན། ད་རྡོ་ཐུག་ཁ་གཏད་བྱས་བཞག་ན། རྒྱ་མི་གི་ཐེ་ཝན་ཟ་བ་ཡིན་ན་ཨ་རིའི་ལུག་མོག་རྒྱལ་བ་ཡིན་ན་ཁོ་རང་ཚོ་རྒྱལ་བྱས་ཟེར་ཨ་རིའི་རོགས་པ་བྱས་བ་ང་ཚོ་དཀྱིལ་འཁོར་བྱིས་སྟོང་བྱེད་དགོས་མ་རེད་ཟེར་ཐོག་རེན་ཙེ་བྱས་ཞོག་ཟེར་སྨྱོན་དྲག་ནང་འཛག་དགོས་མ་རེད་ཟེར་ཧྥི་རན་སི་གི་དེ་ལ་འོ་མ་ཚེ་ད་འདི་ཧྥི་རན་སི་སྲིད་འཛིན་གི་ཧྥི་རན་སི་འདུག་ད་ཁོ་རང་ཧྥི་རན་སི་གི་དེ་ཤི་ཡ་ཡིན་པ་ཁོ་རང་ཧྥི་རན་སི་གི་སྲིད་འཛིན་རེད་བ། དེ་ནས་ཡུ་རོབ་གང་ཚ།

ད་ཧྥ་རན་སི་ལ་ཚུར་སླེབས་ཚར་ནས་ནི་ཁོ་རང་ནེ་ལྡར་ལན་སི་ཁྱིམ་མཚེས་རྒྱལ་ཁབ་ནེ་ལྡར་ལན་སི་ལ་ཕྱིན་འགྲོ། ཨ་ཁོ་རང་གིས་སེར་ཤེས་རྒྱབ་དོད་སྐབས་ལ། ཁོ་རང་གིས་ཁྱེད་ནོར་མ་སོང་ཤེས་དང་ནོར་མི་འདུག་ལབ་ཏུ། ཁོ་རང་ཁོ་རང་ལོ་ཁོ་རང་གིས་ལབ་ཤག་ཁོ་རང་གིས་ག་ལ་འདུག་ལབ་ན། ད་ཨ་རི་དང་ཡུ་རོབ་དང་ད་ཧྥ་རན་སི་ད་ཧྥ་རན་སི་དེ་ཡུ་རོབ་རྒྱལ་ཁབ་ཉི་ཤུ་རྩ་བདུན་ད་ཉི་ཤུ་རྩ་བརྒྱད་ཉི་མ་ཉི་ཤུ་རྩ་བརྒྱད་ཡོད་རེད་ཨིང་ལན་མ་བལྟོས་སོ། ད་ཉི་ཤུ་རྩ་བདུན་ནང་ལ་ནི་རྒྱལ་ཁབ་གཅིག་ཧྥ་རན་སི་རེད། ཨ་ནི་སྟོབས་ཆེ་ཤོས་འཇར་མི་ནི་འགྲོ་བརྩིས་འོག་ད་ད་ཧྥ་རན་སི་གཅིག་བྱས། ཁོ་རང་ཚོ་ཁ་ནག་འདུག་ལ་ནི་ད་ང་ཚོ་ཨ་རིའི་མཉམ་དུ་ད་མཉམ་འབྲེལ་ལ་ནི་ཨལ་ཨའི་ད་ནེ་ཏྲོ་བྱས་ནི་ཡག་པོ་འདུག་ཁེ་ཕན་མང་པོ་འདུག་ང་ཚོ་ག་ཚོད་ན་ན་ད་མཉམ་དུ་དམག་མི་གི་ནུས་པ་ལ་ནི་རེད་ད་ཚང་མ་སྤུན་གོག་རོགས་ད་གལ་སྲིད་ར་ཤ་ཡ་ནི་ཅིག་ང་དཀའ་ངལ་འགྲོ་ཁྱེད་ན་ཚང་མ་མཉམ་དུ་རོགས་རོགས་པ་བྱེད་རོགས། ཡིན་ནི་ཨ་རིའི་གི་ཏེས་པ་རུ་དབང་ཆེ་ཆེ་ཕྲ་སེ་ལ་བ་རེད་ད་ཅིག་ནུས་ཤུགས་ཆེ་ཕྲ་སེ། ད་ང་པེ་ཏི་ཡི་ད་པིན་ཀ་ཆེ་ད་ཆུང་བ་ཆུ་ཡོག་ད་པིན་ཀ་ཆེ་ཡི་དེ་གི་ད་མོ་ར་ཏང་གོར་ད་ད་ཁོ་གི་ཕ་འགྲོ་ལ་ན་ཧྥ་རན་ཕ་འགྲོ་གོར་ད་ད་ཁོ་གི་ཁ་ལེགས་འདུག་ལ་ན་པིན་ཀ་ཆེ་ཡ་མཉམ་དུ་མོ་ར་མཉམ་དུ་འགྲོ་ནི་གལ་མི་འདུག་ཡིན་ནའི་མཚམས་མཚམས་ང་ཚོ་ཕ་འགྲོ་གི་ཡིན་ཕ་འགྲོ་གི་མེད་ལ་ན་ད་པིན་ཀ་ཆེ་ཨ་རི་འགྲོ་ཅིག་ན་ང་ཚོ་ཀྲིག་ཐོབ་ཐང་ད་རང་དབང་ཀྲིག་མི་འདུག་ད་ཁོ་ཁ་ལེགས་འདུག་ལ་ན་ད་སེ་ཤེ་འགྲོ་དེ་ག་རེ་འདུག་ན་ན། ཨ་རིའི་མཉམ་དུ་གྲོགས་པོ་དང་རོགས་པ་དེ་ཡག་པོ་འདུག་མཉམ་འབྲེལ་བྱས་ནས་ཡིན་ནས་ང་ཚོ་ལ་འཚམ་འཚམ་ང་རང་ཚོ་གི་ད་སོ་སོ་གི་རྒྱལ་གི་སོ་སོ་རྒྱལ་ཁབ་གི་དོན་དག་ལ་ཅིག་ད་ཨ་རིའི་གི་སྲིད་ཇུས་དང་མ་བསྟུན་པ་ཡིན་ན་ང་ཚོ་ང་རང་གི་རང་དབང་གི་དུས་གོ་འདུག་ལབ་ཡོད་ད། མེ་ཁྲོང་གི། མེ་ཁྲོང་ཡིན་དུ་ལབ་ཡོད་ཟེར།
ད་དེ་རེད་བཤད་སྐད་ཆ་ཚིག་སྙིགས་ནང་ལ་བཤད་བ་ཡིན་ན་འདི་འདྲ་བོ་ལབ་ད་མེ་ཁྲོང།

ད་དུང་དུ་ཧྥ་རན་སེ་ལ་ང་ཚོ་ཨ་རིའི་མྱང་དང་གྲོགས་པོ་དང་ཆོམ་པོ་དེ་འདྲས་ཨེ་ལ་བྱེད་ཀྱི་ཡིན་སྲིད་པར་ནི་བྱེད། བྱས་ཚར། དེ་ནི་ང་ཚོ་ཨ་རིའི་གི་བྲན་གཡོག་བྱེད་ཀྱི་མེད་སྲིད་ཨ་རིའི་གི་ཕ་རྒྱུད་ལ་ན་ཕ་འགྲོ་ཡ་རྒྱུད་དུ་ཨ་རིའི་གི་ཚེ་རྒྱུད་ལ་ན་ཚེ་འགྲོ་ཡ་ང་ཚོ་འགྲོ་གི་མེད་སྲིད། ང་རང་ཚོ་ང་རང་ཚོ། སང་ལོའི་རང་དབང་དེ་བེད་སྤྱད་གཏོང་ནས་ཧྥེ་ལེ་ཧྥེ་ཝེ་ཡིས་ང་ཚོ་བཟོ་གི་ཡིན་སྲིད། ཧྥ་རན་སེ་གི་དེ་ལ་དེ་དེ་ལ་ནི་མ་ཚད་ཧྥ་རན་སེ་གི་ད་འདོད་ཁོ་རང་ཚོ་གི་ཧྥ་རན་སེ་ཡིན་པ་བྱས་ཨ་ནི་ཡུ་རོབ།

གཙོ་བོ་ཆེ་ཤོས་དེ་བསྲེས་ཉེས་བྱེད་ཀྱི་པའི་ཁྱོད་རང་ཡིན། ད་བེད་སྤྱད་ན་བད་ཀན་དུ་བཤད་ཀྱི་ན་ཆད་ན་ལ་མ་ཆད་དེ་དག་ཁྱོད་རང་ཡིན། ཁྱོད་རང་གི་བཀའ་ན་བསྲེས་དོགས་རེད་དེ་ཞི་བའི་བཤད་ཀྱི་དོགས་ད། ཡིན་ནའི་ལས་རོགས་པོ་ཁ་ཤས་ཀྱང་ཡོང། རྒྱ་ནག་དེ་འདྲའི་བཟོ་ལ་བག་བསྡད་ཉེས་བཟོ་ན་ཡོང་གི་མ་རེད་ང་ཚོ་ངེས་ལེན་མེད་གང་ཡིན་ཟེར་ན་རྒྱ་ནག་དོན་ནི་ར་ཤི་ཡ་ལ་རྒྱབ་ཤོག་བཟོ་བསྡད་ཉེས་རེད་ལབ་ཡོད་དོ་དེ་འདྲ་བོ་རོགས་ད། གང་ཞིག་ཧྥ་རན་སིའི་སྲིད་འཛིན་དེ་ད་ལྟ་དངོས་གནས་ཀྱིས་སོ་སོའི་ཚོགས་འདུ་ནང་མགོ་རྙིང་བ་འདྲ་བོ་དེ་ཚོ་འཕྲོག་སོང། ད་དེ་གཅིག་རེད། ཨ་ནི་ང་ཚོ་ད་ཞི་དྲག་ཞིབ་དྲག་འགྲོ་འོང་མ་རེད་ནི་ཁོ་རང་གི་རྒྱལ་ཁབ་ནང་ལོགས་ལ་ནང་ལོགས་ཀྱི་རྙོག་དྲ་འགྲོ་སྡོད་དོ་ད་རྒྱལ་པའི་དམངས་གཙོ་རྒྱལ་ད་ད་ད་དེ་རྒྱལ་ཡོད་པའི་གི་དེ་དེ་གཅིག་རྙོག་དྲ་དེ་འགྲོ་སྡད་ཡོད་རེད་ཡིན་ནི་ཁོ་རང་གི་གཅིག་ཡང་ཨ་རིའི་པ་རུ་ལ་ཡང་སྙིང་མ་ན་ཚ་ལ་ནི་སྙིང་ནད་གཅིག་འདུག། ད་ལྟ་ཡང་བྱས་ཙང་ཧྥ་རན་སི་ལ་འཛམ་བུ་གླིང་ནང་ནས་གནམ་གྲུ་བཟོས་ངེས་ཀམ་པ་ནི་ཆེ་ཤོས་གཅིག་ཨེར་བཱས་རེད། ཧྥ་རན་སི་གིས་ད་ཐེ་ད་ལྟ་ཚོང་འབྲེལ་ཐད་ཐད་ཀར་ད་ཚོང་འབྲེལ་འབྲེལ་བ་ཡོད་པར་ད་ཨ་ནི་ཨ་རིའི་ནང་ལ་འབོ་ཨིང་གནམ་གྲུ་ཡོད་རེད་ད་ད་དེའི་ཀམ་པ་ཏི་ཤིན་གཅིག་རེད་ད་ལུང་པ་གཉིས་གྲོགས་པོ་རེད་དེ་ཡིན་ནའི་ཡང་གཅིག་གཅིག་ཚོང་འབྲེལ་གྱི་ཐོག་ནས་སུ་ཡིན་ནའི་སོ་སོ་སྒེར་གྱི་དོན་དག་ད་བརྩི་གི་རོགས་ད་ཁེ་བཟང་རེད་ད་ད་དེའི་སྙིང་དོན་གཅིག་ངེད་ཅག་རང་ཁྱེད་རང་ཧ་གོ་ཡོད་ཀྱི་རེད་དེ་དྲན་སོས་དེ་ག་ས།

རྒྱལ་བ་ཡག་པོ་བྱས་ད་ཨ་ལས་ཁྱོད་རང་གི་ལགས་ཁྱོད་རང་ཚོས་ང་ཚོས་བརྟག་དཔྱད་བྱེད་ཡིན་ཁྱོད་རང་ཚོས་ཀྱི་དུས་ཟིང་དེ་ང་ཚོས་ད་བི་ལིན་སྐད་ཆར་ད་ཨ་རིའི་ཨ་སྒོར་ད་འོ་དེ་མེད་པ་ཆེ་ཨ་རིའི་གི་ཨོ་ཨ་རིའི་གི་ཨོ་སི་ཀྲེ་ལི་ཡའི་དེ་ཚུ་གླེང་ཐུག་ཏུ་ད་ཡང་དེ་ཧྥ་རན་སི་གི་ག་མེད་ཏུ་ཨ་ན་ན་མི་མི་གཅིག་སྟོང་དང་མི་མང་པོ་གི་ད་དེ་འཚོ་བ་ན་ནས་རེད་ཚོང་འབྲེལ་གི་ཐོག་ནས་ད་ཅིག་བྱས་ཙང་ད། འབྲེལ་བ་རིམ་པ་མང་པོ་འདུག་གཅིག་ཆོག་མཆན་ལྟར་ན་གྲོགས་པོ་རེ་ཡིན་ནས་ད་ཚོང་འབྲེལ་གྱི་ཐོག་ནས་དང་དམག་གི་ཚོང་འབྲེལ་ཡེ་ནས་རེད་ནམ་རྒྱུན་གྱི་ཚོང་འབྲེལ་གྱི་ཐོག་ནས་གཅིག་གཅིག་ཀྱང་གཅིག་མ་འགྲིག་པ་གཅིག་ཡོད་ས་རེད་ད་ཡིན་ནས་རྣམ་པ་ཚོ་བྲེལ་སོས་ཡིན་ད་ཡང་ཨ་རིའི་སྙེ་མ་ད་རྒྱལ་ཁབ་ཆུང་ཆུང་ཞིག་ཡིན་དུས་ད་ཨིང་ལན་མཉམ་དུ་རང་བཙན་རྩོད་དུས་མ་རྒྱལ་དུས་ཧྥ་རན་སི་གི་རོགས་པ་ཕྱིར་བཏང། ཧྥ་རན་སི་མེད་ན་ཨ་རིའི་ད་ལྟའི་རང་བཙན་ཐོབ་ཡོད་ན་གང་ཞིག་ད་འདི་ད་བྱས་ཙང་ད་དེ་དོན་ཨང།
ལུགས་ཀྱོ་རིན་པོ་ཆེ་ད་འདི་བྱས་ཙང་ད་ངས་ག་རེ་བསམ་དུ་ལ་བ་ད་ངས་ཁྱོད་རང་དྲི་བ་ཡིན་ད། ད་ཞིས་ཅིན་ཕིང་དང་པེ་ཅིན་གྱིས་ད་རྒྱ་ནག་དམར་ཤོག་གི་རྒྱལ་ཁབ་ཀྱི་སྲིད་ད་སྲིད་འཛིན་ཡིན་ནའི་རེད། གལ་སྲིད་དེ་ཚོ་དགའ་ཐག་ཆོད་དེ་ཡིན་དགོས་ད།

གནའ་དུས་མ་བོ་ལོང་ཡས་མས་ལ་རྒྱ་མི་གི་ཐེ་ཝན་གི་ད་ནང་ཚོགས་ཁག་ལ་དམངས་བཙན་གི་དེ་དེ་གནའ་མོག་ཏུ་བོ་ལོང་བོ་ཤ་ཤི་བི་སོ་སོང་བྱས་ཙང་ད། ཁོ་རང་དགའ་ཡི་ལེགས་ད། ཨ་བྱས་ཙང་མང་པོ་ཞིག་ལེགས་དེ་ད་ཡིན་ནས་ད་ལྟ་ཧྥ་རན་སི་གི་སྲིད་འཛིན་གི་བྱེད་སྤྱོད་དེ་འོ། སྲིད་ཇུས་དེ་མ་ཟིན་ན་ངན་པ་ཞི་བི་ཞིག་ཏུ་རེད་འདུག་གང་ཡིན་ཟེར་ན་དཔེ་ཆོས་ཡིན་ད། དང་བདག་ལ་ཉེན་ཁ་ཆེ་ཤོས་ཀྱི་ང་རང་རང་གར་གཏོགས་འདི་ཟིན་ད། གྲོགས་པོ་ལྔ་སྤྲོད་བྱེད་དང་ཁྱིམ་མི་ལྔ་སྤྲོད་བྱེད་ད་ཀྱིས་དེ་གལ་ཏེ་ལྷུན་ནི་ཉེན་ཁ་ཆེན་པོ་རོ་གལ་ཏེ་ཟིན་ན self isolate ཆོག་ཡིན་ན་ཨ་རི་དེ་དེ་འདྲ་བོ་ཆོ་འདྲ་ཆོ་འདྲ་བྱེད་ལོ་བྱེད་དང་ཨ་རི་དེ་ད་ལྟ་འཛམ་བུ་གླིང་ནང་ནས་དམག་ཤུགས་ཡིན་ན་དཔལ་འབྱོར་འགོ་ནས་ག་རེ་ནས་ཡིན་ན་ཨ་མཁན་དང་པོ་ནམ་བོ་ཝང་ཡིན་ལ་ཡོད་ར་ཡིན་ནས་དཔེ་ཆ་ཆ་ན་ཉེ་ཆར་ད་ལྟ་སོ་ཏིན་ཨ་ར་བྷི་དུ་ཁོང་ཚོ་ཨི་རག་ཨི་རག་ནི་མཐའ་དང་རྒྱ་ནག། རྒྱ་ནག་ཨོ་པཱ་ཨ་རིག་གི་སྟེང་སྐོར་ལོ་མང་པོ་གོ་ཕ་ཆང་དུ་བཟོ་ཐོག་མ་སོང། ད་རྒྱ་ནག་གི་རང་སྲང་ཆང་པོ་བཟོ་ཡིན་སྲིད་ཆང་པོ་བཟོ་སོང་ད་དཔེ་ཆོས་ཡོད་ན། མི་ངོ་ཚ་བོར་གདའ་དེ། རྒྱལ་ཚབ་སཱའུ་དཱི་ཨ་ར་བྷི། ཨི་རན། རྒྱ་མི། པཱ་ཁི་སི་ཐན། ར་ཤི་ཡ། ད་རྒྱ་གར་ད་ལྟ་ད། དེ་འདྲའི་འདྲ་བོ་དེ། རེད་རེད་རེད། རྒྱལ་ཚབ་ལུང་པ་མང་པོ་དེ་འདྲའི་ཞིག་ཕར་ཤུགས་ཀྱིས་ལ་བསྒྲགས་ནས། ད་ལྟ་ཡང་དེ་རིགས་རང་ཁ་ཚང་དེ་རིགས་རང

ད་ཧྥ་རན་སི་དབུས་རྒྱ་གར་གྱི་ལྟེ་བ་རུ་ད་ལྟ་ལྟེ་བ་འདྲེན་པ་རྒྱ་གར་གྱི་ལག་ཏུ་དང་འགྲོ་ལ་ཁ་ཆེ་བེད་སྤྱོད་བཏང་དགོས། ད་ཁོང་ཚོ་གི་འགྲོ་ལ་བེད་སྤྱོད་མ་བཏང་བ་ན་རྒྱ་མི་གི་དཔེ་ཤོག་དེ་བེད་སྤྱོད་བཏང་སོང་ན་རྒྱ་མི་ཤུགས་ཆེན་པོ་ག་ཚད་ཆོག་དེ་སོང་ན་གང་ཡོད་རང་དེ་བྱས་ནས་ཨ་རི་ཡིས་ད་གཉིས་རྒྱལ་གཉིས་རྒྱལ་ཟེར་ན་ག་འདྲི་འདྲ་བ་ཡིན་ཨ་རི་མ་གཅིག་ཨ་རི་ཁེ་ཏེ་ལྷུན་གྲུབ་བྱེད་གི་དང་ཧྥ་རན་སི་སྲིད་འཛིན་དེ་བྱས་ནས་ད་མགོ་རྙིང་བ་འདྲ་བོ་ཁྲོ་དངོས་ནས་ཁོ་གི་བསམ་པ་ཅི་བྱས་ན་འདི་འདྲི་དྲན་གི་རྒྱུ་ར་ཨོ་ད་འདུག་སྟ་དེ་འདྲི་བསམ་པ་མཐའ་མ་ལ། གྲྭ་མང་འདྲ་བོ་རྒྱལ་བོ་ནི་ཨ་རིའི་གྱོང་རག་ཡ་རེད་བྱས་སོང་ད་ད་ལྟ་ནི་སྐྱ་འབུ་འདྲ་རྒྱ་མི་ཉག་དང་འགྲོ་ཤ་ན་ཡག་ཤོས་རེད་དྲན་གི་ཡོད་སྲིད་པ་ར། ད་ལྟ་ཁྱེད་རང་ལ་ཡོད་རེད་ད་རྒྱ་ཆེ་རྒྱ་རུ་བ་སོ་སོ་སྒེར་གྱི་རྒྱལ་ཁབ་ཚོ་སྒེར་གྱི་དོན་དག་བསམ་བློ་བཏང་སྟེ་ཚོང་འབྲེལ་དང་སོ་སོ་ཁེབས་སངས་བཏང་བ་རོགས་ད་གལ་སྲིད་དམག་འགྲོ་ཅིག་ཤོག་ན་མ་ཀྲོང་གི་ལ་རྒྱོ་འགྲོ་གི་རེད་གལ་སྲིད་ཐའི་ཝན་དང་རྒྱ་ནག་འགྲོ་ཅིག་རྙོག་དྲ་འགྲོ་བྱུང་ཨ་ནི་ཨ་རིའི་གིས་ད་སྨྱོས་ནས་ཁ་སེམས་ལག་ཚ་སོ་གལ་སྲིད་རྒྱ་ནག་གིས་ཐའི་ཝན་ལ་ལག་པ་འཆང་ན

ཧྥ་རན་སི་དང་ཧྥ་རན་སི་ལ་ཡོད་ཉེ་བའི་བར་དུ་འཛུལ་དགོངས་དང། ཧྥ་རན་སི་དང་མཆོད་མཇལ་ཞུས་པའི་རིང་ཨ་རིའི་པཱ་པི་ལ་ཡི་དང། ཨ་རིའི་གནས་ཚུལ་ནང་ལ་ཡོད་རེད་རེད་བ། པོ་པོ་ཞོར་དེ་ཨོ་པོ་པོ་ཞོར་པོ་དེ་ཡོད་དེ་ཡིན་ན་ཧྥ་རན་སི་ལ་ད་ལྟ་ལ་ཨ་རིའི་གི་རོགས་པ་ག་ཚད་བཟོ་གི་རེད་དཔལ་འབྱོར་མགོ་ནས་ན་རེ་དམག་མགོ་ནས་ན་རེ་ག་འདྲའི་རོགས་པ་བཟོ་ང་ཨོ་དེ་ལབ་གི་རེད་ཟེར། ཨོ་ལབ་རེད། ང་ཅིག་སྣང་བ་ག་འགྲོ་སོང་ཁ་ཙུམ་ཧྥ་རན་སི་གི་སྐད་སྲིད་འཛིན་གི་སྐད་ཆ་དེ་ལ་ཤེས་པའི་གི་སྟེང་ནས་ད་ལྟ་ཨ་རིའི་ཧྥུ་ལོ་རི་ཏཱ་སེ་ནེ་ཏོར་མཱར་ཁོ་རུ་བྷི་ཡོ་ལ་ཡོད་ཡོད་མཱར་ཁོ་རུ་བྷི་ཡོ་ཁོ་རང་ཤི་སོང་བོད་པ་ལ་ཡང་རྒྱབ་ཤོད་སྤྲད་ཉན་ཨ་འདི་དང་པོ་དེར་བ་ཁོ་གི་སྐད་ཆ་རྣམས་བོད་པ་ཡིན་པ་ཡིན་ཁོ་ག་རེ་ལ་བྱ་དྲི་བ་ཁ་ཤས་གཏོང་ཁོས་ཡུ་རོབ་པའི་མཐུ་ཚོགས་ལ་ཡུ་རོབ་པའི་ཡོན་ཏན་ལ་དྲི་བ་ཡིན་ཧྥ་རན་སི་གི་སྲིད་འཛིན་དེ་ཧྥ་རན་སི་གི་ལུང་པ་ཀྲི་པུའུ་གི་འགོ་ཁྲིད་ཚོས་སྐད་ཆ་བཤད་གི་ཡོད་རེད་དོ་ཡུ་རོབ་པའི་ཡོན་ཏན་གང་ཟག་གི་སྐད་ཆ་བཤད་གི་ཡོད་རེད་དེ་ང་ཚོ་ལ་ལན་གསལ་བོ་གོ་ཤོད་ཁོས་ང་ཚོ་ཨ་རི་གི་ཞི་བའི་ཇེ་ཡོང་གི་ཡིན་ནོ་དེ་བཤད་དོ་དེ་མ་ཚད་ལ་ཁོག་ནག་པོ་ཅིག་གར་ལ་བྱས། འོ་ན་ཧྥ་རན་སི་སྲིད་འཛིན་ཁྱོད་རང་གི་ལག་ཏུ་ཡོད། གལ་སྲིད་རྒྱ་ནག་གི་ཐེ་ཝན་ཟ་བས་ན་ཨ་རི་གིས་ཇུས་གཏོགས་བྱས་པས་ན་ཁྱོད་རང་ཇུས་གཏོགས་བྱེད་གི་མེད་ལག་ཏུ་ཨ་རི་ལ་ཨ་རི་ཁོ་རང་ཚོ་ལག་པ་འཇོག་ཅིང་ང་ཚོ་ཇུས་གཏོགས་བྱེད་གི་མེད་ལག་ཏུ་འོ་ན་འགྲིག་གི་རེད། ད་ལྟ་ཡུ་རོབ་ལ་དཀའ་ངལ་འཕྲད་འཇོག་རྒྱུ་དེ་ར་ཤི་ཡ་གིས་ཡུ་ཁུ་རེན་ཟ་འཇོག་རྒྱུ་དེ་ཡུ་རོབ་ཀྱི་དཀའ་ངལ་རེད།

འདི་ནི་རྒྱལ་ཁབ་མང་པོ་ཡོད་རེད་ཨ་ནི་ཁྱོད་རང་ལ་རྒྱུ་དེ་རེད་ཁོ་ཚོ་གི་ཡི་ཨི་ཡུ་གི་ད་རྒྱལ་སྤྱི་དེ་ཨུར་སུ་ལ་ལེན་དེ་ཁོ་རང་གི་སྐད་ཆ་དྲག་པོ་བཤད་ཆོག་ད་འདི་ནམ་ཡང་འགྲིག་མ་རེད་ད་ང་ཚོ One China Policy ད་རྒྱ་ནག་གཅིག་གི་དེ་དེ་ནམ་རྒྱུན་བཤད་དགོས་དེ་ཏག་ཏག་བཤད་ཡིན་ནས་ཐའེ་ཝན་འདི་ང་ཚོའི་གི་བདག་པོ་རྒྱལ་གྱི་རོགས་པ་བྱེད་ཀྱིན་ལེགས་འགྲོ། བྱས་ཚོ་དེ་ལ་ད་ལྟ་ཇོ་མི་ནི་གི་ཡག་པོ་འདུག་དྲན། ཇོ་མི་ནི་གི་ཞེས་མ་ཇོ་མི་ནི་གི་ད་ལྟ་ཕྲན་ཕྲན་ཚོགས་ཀྱིས་ད་ལྟ་ལོ་མན་གྱི་ཅིག་གི་ད་ལྟ། ད་བལ་གི་ནང་ཁ་དུས་རྒྱུ་ན་ང་ཚོ་ཤིན་ཐིང་གི་བཟོ་འདྲ་བོ་ཞིག་འཇོན་མི་ནས་དེ་འདྲའི་མཐོང་པོ་ཞིག་ག་རེ་ལ་ཞིག་ཟེར་ན། མེ་ཁི་རོང་ཁོ་རང་ག་རེ་བཤད་བའི་ནང་ཁོ་རང་ཚོ་ཧྥི་རན་སི་སྐོར་བཤད་གི། ཡུ་རོབ་ཀྱི་མ་རེད།
ཁོ་རང་སྐད་ཆ་བཤད་རྒྱུ་དེ་ཡུ་རོབ་པོ་གང་ཙམ་མ་རེད། ང་ཚོ་སྔོན་ནས་གྲོས་ནས་ཨ་རི་དང་སྨྱན་མ་ནས་དྲུག་པོ་དང་མ་བཟོ་ན་ཡེས། རྒྱ་ནག་དང་དེ་འདྲའི་ར་ཤི་ཡ་ལ་ངོ་རྒོལ་ཡེས། དེ་ཁོ་རང་ཚོ་བཤད་གི་རྒྱུ་རེད་མ་གཞི་ནས་མེ་ཁི་རོང་དེ། སྐད་ཆ་ག་རེ་བཤད་ཡོད་ན་ཁོ་རང་ལུང་པ་ལ་ཨ་ལེ་སྟོན་པོ་ཁོ་རང་ཡག་ཡག་པོ་བཤད་རེད་བདེན་པ་རེད་ཡུ་རོབ་གང་ཚ་བྱིས་སྟོན་བྱས་ཕར་བཞག་ལ་ཡོད་དོ་དེ་འདྲ་བོ་རེད་དོ་ཁ་སྟོན་ཧྥ་རན་སི་གི་སྲིད་འཛིན་ནུས་ཏི་ལན་འདྲར་འགྲོ་ཉེ་ངོ་རྒོལ་བྱེད་ཉེ་ག་སྲིད་ལས་སོ། ཕྱི་སྟོན་ངོ་རྒོལ་བྱས་ཏེ་ཕྱི་སྟོན་ཧྥ་རན་སི་གི་སྲིད་འཛིན་གི་ད་ལྟ་རྒྱ་གར་དུ་ཨ་རི་དང་འབྲེལ་བ་ཡོད་པའི་སྐད་ཆ་བཤད་བཞག་བ་དེ་ཁྱེད་གཉིས་པས་ཆ་ལ་ད་ལྟ་ཧྥ་རན་སི་ལང་ལུགས་ལ་རྒོལ་ཡན་བྱས་ཏེ་ཕྱི་སྟོན་ཧི་མ་ཡིན་ན་ལོ་བཀྲ་ཆེ་རེ་གཉིས་རེ་ཚར་རེ་རེ་རི་ཁྲ་བྱས་ཆོག་གི་ཟེར་ར

ཁོ་ད་ལྟ་སྐད་ཆ་འདི་འདྲ་སྙན་གྲགས་ཚ་བོ་ཞིག་བཤད་རེད་ལགས་དང། རེད་ད་ཁོ་རང་དེ་ཅིག་འདིར་ད་ཉིན་ཐོ་ཁོ་རང་འོས་བསྡུ་འགྲོ་བསྡད་ཡོད་ད་ད་ཁོ་རང་འོས་བསྡུ་ལ་ཡར་བ་ད་ཡིན་ཐོབ་མ་སྲིད་ན་ཐོབ་ཐོབ་མ་ཐོབ་ཧ་གོ་མ་རེད་ད་ཡིན་ནའི་ང་ཚོ་འདི་བརྗོད་གཞི་གཉིས་པ་དེ་འདིར་ད་ད་ཁྲའེ་ཝང་ཕོ་ལ་ད་ད་ཁྲའེ་ཝང་འདི་ད་ད་ད་ངེད་ཅག་ང་གཅིག་ཆོབ་ཆོབ་ཚོ་ཞིག་ལའོ་ད་དེ་ཁྲའེ་ཝང་སྲིད་འཛིན་ཨ་རི་ལ་ད་ལས་ཡ་ནི་ཁོ་རང་ད་ག་རེ་རེད་དཔོན་པོ་དེ་ཚོ་ཐུག་བྱེད་དུས།

དེའུ་དངོས་གནས་བེད་སྤྱོད་བཏང་ནས་ད་དྲག་པོའི་ཐོག་ནས་ཁ་ལོ exercise ལོག་རེད་ད། འཆར་གཞི་མང་པོ་དེ་མ་བཀྲམ་བྱེད་སོགས་ད་དེ། དེ་ལས་དྲང་འདུག་ཡ་ད་དེ་ཤི་སྟོང་ཐེ་རང་གི་སྲིད་འཛིན་དེ་ལས་དེའུ་སྐར་སུ་ཤུགས་སྐྱེས་ནས་ད་ད་ཨ་རིག་གི་སྲིད་འཛིན་གསུམ་པ་འགྲོ་ན་དྲང་པོ་གི་ཉག་ཕྲ་ཆེན་པོ་དེ་འགྲོ་དང་འགྲོ་བཞིན་པ་རེད་ཤུགས་གཉིས་པའི་ཆ་ནས་ཁོ་རང་དེ་ལས་དེ་གཞོན་འབྲས་ག་ཨ་རི་ལ་འཚང་ཟིག་ཕེབས་ཀྱི་རེད་ཟེར་དེ་ལ་གི་མི་འདུག་ཁོ་རང་ལང་གོག་ནས་གཞན་མདོག་གསལ་ལེར་གཞན་མདོག་ཅིག་འགྲོ་གི་རེད་ལ་དཔེ་ཆོས་ཅན་ད་ང་འདྲ་བོ་ཞིག་འདི་ནས་ཕར་ལ་མན་ཧ་ཏན་ལ་འགྲོ་དགོས་ཀྱི་ཡིན་ན་ང་འུ་དེ་ལ་ལང་ག་ནས་སྲིད་ཁྲི་དེ་ཅིག་སྟོབ་བྱེད་ཀྱི་ཡིན་ད་ཟེར་དེ་སྐད་ཆ་གོ་ལེ་ལོག་ཤེས་ཀྱི་དེ་འདྲ་བོ་རེད། ད་དེ་རྒྱ་ནག་གཅིག་གི་དང་འབྲེལ་བ་ཡོད་ས་རེད་ད་ཨ་རི་གི་ཡོད། ད་གལ་སྲིད་ས་ཡ་དབྱི་ཝེ་ལེ་ཁོ་རང་ལ་གཞུང་འབྲེལ་གྱི་ཐོག་ནས་འབྲེལ་བ་བྱེད་ན། རྒྱ་ནག་གཉིས་ད་འོ་དེ་ད་འོ་དེ་བྱས་ཁོ་རང་སྙིང་རྗེ་མ་འགྲོ་རེད་ཁྱོད་རང་ལ་རྒྱུ་འགྲོ་རེད་ད་ཁྲེན་ཚེ་སྟོབས་འགྲོ་བྱེད། ཨ་ནི་ཁོ་རང་ད་ལྟ་བོད་ཆས་ལས་བྱེད་ཐོག་ཤོས་དེ Speaker ད་ལྟ་གྲོས་ཚོགས་ཀྱི་ཚོགས་གཙོ Kevin McCarthy ཐུགས་སོ། ཨ་ནི་དེ་ཐུགས་ཨ་ནི་ད་ཁྱེད་རང་ག་སོང་བ་རེད་ད Taiwan ལ་དམག་གི་ཉེན་ཁ་དེ་དམག་རྒྱག་ན་ད་ལྟ་དེ་ད་ལྟ་ཉེ་ཆར་རང་ད་འདི་ལྟ་མ་ཀྲོན་དང་འབྲེལ་བའི་ཐོག་ནས་མ་ཀྲོན་ཚུར་སླེབས་ཚར་བ་དང་ཉིན་མ་ཁ་ཤས་བྱོན་ལ་ད་ལྟ་ཇར་མ་ནི་གི་ག་ཚོད་རེད་ཕྱི་སྲིད་བློན་ཆེན་ལའོ་རེད་བཀའ་བློན་ལའོ་རེད Foreign Minister འགྲོ་འདུག་བ་མོ་གི་དོག་གཏོགས་ཁོ་རང་བཤད་ཤག་ག་ན་འདུག་ལ་ན། དེ་དམག་དེ་བྱུང་པ་ཡིན་ན་ཚོང་འབྲེལ་གྱི་ཐོག་ནས་ཡོང་བ་དཔེ་བཀག་ཉེན་ཁྲིད་གི་རེད། ག་ཚོད་ན་ད་ང་ཚོ་ཚང་མ་ཧ་གོ་གོ་རག་གལ་སྲིད་ང་ཚོ་དེ་ལག་ཐོག་ཁ་པར་ཡོད་རེད་གློག་ཀླད་ཡོད་རེད་ཨའི་ཕད་ཡོད་རེད། འཛམ་བུ་གླིང་གི་འདི་ནང་ལོགས་ལ་བགོ་ཡས་ཀྱི་ཡོད་ར་ཅིག་འཕྲུལ་ཆས་ཆེ་ཆེ་བྱས་ཡོད་ར་བརྒྱ་ཆ་དྲུག་བཅུ་བརྒྱད་ཅུ་དགུ་བཅུ་ཐའི་ཝན་ནས་གླིང་འགྲོ་ད་འདི་རྒྱ་ནག་གི་ཟིན་པ་ཡིན་ན་ད་ཁོང་ཚོས་ཀྱི་ད་རྒྱ་ནག་གི་དབང་ཆེན་པོ་ཆགས་ཡོད་ར་འདི་གཅིག་བྱས་ཨ་ནི་རྒྱ་ནག་གི་མཚོ་ལྷོ་ཕྱོགས་ལོགས་རེད་བཙའོ་ཅཱའི་ནས་སི་ལ། ཞི་བདེ་རྒྱ་མཚོ་དེ་ལ་ཞི་བདེ་རྒྱ་མཚོ། ཞི་བདེ་རྒྱ་མཚོ་དེ་འདི་མ་ན་རྒྱ་ནག་གིས་ད་འཛམ་བུ་གླིང་གི Global Trade ཚོང་འབྲེལ་གྱི་བརྒྱ་ཆ་ལྔ་བཅུ་དེ་ནི་མར་འགྲོ་གི་འདུག་བ། ད་མར་དང་ཚང་མ་གིས་རང་དབང་དང་དམངས་གཙོ་དང་འདོད་འདོད་མི་འདུག་ད། Macron དང Germany དང་ཨ་རིས་ཚང་མ་ཧར་དུ་ལོག་བས་ཚོང་འབྲེལ་ནུས་གི་རེད། དེ་རེད་ད། ད Ukraine དང་དམག་དེ་ཡོད་ད། ཚེ་སྔོན་ཆད་ཉེ་དུ་ཆགས་གི་རེད་འདུག་ད། ད་རྒྱ་ནག་དང Taiwan དམག་བརྒྱབ་ན།

ད་ག་པ་ག་མ་རུ་ཁོང་ཚོ་སྐྱོང་འབུག་ཞི་བའི་རོ། ཁོང་ཚོ་དམིགས་ཡུལ་དུ་ཆགས་ཡིག་སྟེང་འབུག་ཞི་བའི་བཟོ་གི་དོག་པའི་ཆོས་བྱས་ན། ར་ཤི་ཡ་གི་ད་ལྟ་ཡུ་ཁུ་རིན་ས་ས་ནས་ཨ་རིའི་གཙོ་བོ་བྱས་པའི་གི་ཤི་འདི་འདི་འཛམ་བུ་ལའི་རྒྱ་ཁོག་གི་ར་ཤི་ཡ་ལ་དཔལ་འབྱོར་གི་ཐོག་ནས་ཉེས་ཆད་གཏོང་ཡ་ཡིན་ན་རེད་དེ་ག་ཡུ་ཁུ་རིན་རོགས་པ་བཟོ་ཡ་བྱས་ན་ད།

ཨ་རིག་ཉིན་མོ་རྒྱལ། ཨ་ནི་ནས་ཐོག་ཏུ་ཟི་ལས་ཏམ་བཟང་ལི་མ་ཁྱེད་སེམས་པ་རང་དབང་འདྲ་བོ་ར། རྒྱ་མི་ཞིག་དེ་འདྲའི་ཡིད་དུ་ཉན་སྐབས་ནས་རྒྱ་ཞེས་བྱ་ནི་རྒྱ་ལན་གི་མ་རེད་དྲན་གི་འདུག་ཁོང་ཚོ་རྫིག་རྫིག་གིས་བསྡད་གི་རེད་རྫིག་པོ་བསྐུལ་གི་རེད། གང་ཟེར་ན། ཨ་རིའི་འུ་ཕྲུག་མོ་ཞིག་ན། རྒྱ་ནག་ལ་ཞེས་བཤད་གི་ཡོད་རོགས་གང་ཟེར་ན་དཔེར་བྱས་ན་ང་འདྲ་བོ་ཡིན་ན་ཁ་ཙུམ་ཐེ་ཝན་གི་སྲིད་འཛིན་དེ་ལས་རེ་ཨ་རིའི་གྲོས་ཚོགས་ནང་ལ་སྐད་གཏོང་ན་ཚ་བོ་ཞིག་འགྲོ་ས་ཡོད་དྲན་གི་རེད། དངོས་གནས་གྲོས་ནས་ལུང་པ་ཞེ་འདོགས་ཀྱི་སྲིད་འཛིན་ཞིག་འདྲ་བོ་ཚོ་ད White House ནང་སྐད་གཏོང་མ་ཕེབས་ན་བྱ། གྲོས་ཚོགས་ནང་ལ་སྐད་གཏོང་ཡུ་ཁི་རེན་གི་སྲིད་འཛིན་ངྷི་མ་གཏོང་བཤད་བཤད་ཀྱི་སོང་དེ་འདྲ་བོ་ཞིག་བཟོ་ན། ཨ་ནེ་ངོ་ནས་འགྲོ་ནས་རྒྱ་ནག་ཁོང་ཁྲོ་སློང་དེ་རྒྱ་ནག་ཤི་ཏོག་ཁོང་ཁྲོ་མང་དུ་སློང་བཞིན་པ་ར་ངས་མ་ལ་ནན་སི་པོ་ལི་སི་ཕར་འགྲོ་ར་མར་འགྲོ་མར་ཞི་བའི་བཟོ་གིན་ཏེ་ཞི་བའི་ཞིག་བཟོ་ད་མ་སང་ཁ་ཙོང་ཁ་བན་མི་ཁ་ཏེ་ཡོང་ཐུས་བེ་བི་སི་ཨ་ཏྲ་ཆུ་ཆེན་དང་ཡིན་ཐུས་སང་ཁ་བན་མི་ཁ་ཏེ་སྐད་ཆ་རྫིག་པོ་ལ་འདོག་ང་ཨ་རི་གྲོན་ཐུས་གུ་ཚོགས་ཚོགས་རེད་རྒྱ་ནག་བོ་ང་མི་སི་ཐུས་ཆུ་གུ་ཡ་སི་ཐུས་ཆུ་གུ་མིན་ལ་ལ་དོག་མ་ར་ང་ང་རང་འགྲོ་གིན་ཡིན་ལ་ཏེ་སྐད་ཆ་རྫིག་པོ་བཤད་འདུག། ངོ་ནས་ད་ང་འདི་ཧོབ་ཏེ་འདི་བྲེས་ད་ང་ད་རིང་ཤོད་གིན་ར་ད། དེ་ཚགས་པར་ཞིག་ནང་ལ་ཁ་ཕྲལ་འདུག་ལབ་ན། ཨ་རི་ཨ་རི་ཡིན་ན་རྒྱ་ནག་ཨ་རི་ཡིན་ཟེར་ཉི་མ་ཇོ་བྷའི་དན་དང་སྲིད་འཛིན་ཨ་རིའི་སྲིད་འཛིན་དང་ཞི་ཅིང་ཕིང་ད་ཁོ་བོའི་ཚབ་བྱུང་ནས་ཚ་དམ་པོ་བག་ལེབ་ཐུག་སོང་བ་ཅི་འདྲ་འདྲ་མི་རིག་དེ་དུས་ཨ་རིའི་གཞུང་གི་ལས་བྱེད་མཐོ་བོ་བྱེད་ས་རེད་ག་རེད་ད་དེ་དངོས་གནས་སྨྲས་ཧ་མ་ཐག་ཚགས་པར་ནང་ཁ་ལབ་འདུག་ལབ་ན།

ཐའེ་ཝན་འདི་ང་ལ་ལག་པ་འཆང་མ་བཅུག་ན། དམག་འགྲོ་ན་ང་དམག་སྒྲུང་ཡིན་ད། ཨེ་འདི་ལབ་འདུག་ད་ཡིན་ནའི་ད། བའི་དན་གྱིས་ཕ་ཁ་བཏུ་ལ་ཡུག་ཏོ་ད་འདི་ཁྱོད་རང་ལ་ཡུག་འདི་ད། དོན་དག་རྡོག་རྡོག་ཁ་ན་ན། རྒྱ་ནག་ད་ཨ་རི་བར་ལ་འབྲེལ་བ་སྡུག་རུ་འདུག་འདུག་ཏོ་ད་ང་ཚོས་འདི་རྒྱ་མི་སྒམ་པོ་སྒམ་པོ་ཁོ་ལ་ཁྱེད་ཤེས་མ་ཐའེ་ཝན་འདི་པ་རུ་ལ་ཡི་ཡོད་པ་བྱེད། ཨ་ནི་ཚོང་འབྲེལ་ཐོག་ནས་ད་ད་ཨ་རི་གི་ཁ་ཟིན་ཁྱོད་རང་ཧ་གོ་གི་གི་རེད། ཨ། ཁ་ས།

དེང་དམག་སྤྱི་གཉིས་བར་གྱི་ཨ་རི་དང་ཇར་མི་ནི་དང། ཨ་ནི་གཅིག་སྟོང་དེ་དྲ་དམག་གི Nineteen Eighty དང་ར་ཤི་ཡ་དང་ཨ་རི་རྙོག་དྲ་དེ་མ་རེད་ཁ། ཨ་རི་དང་རྒྱ་ནག་གཉིས་ཀྱང་འགོ་རེད་ད། ཚོང་འབྲེལ་ཐོག་ནས་འགོ་རེད་ད། ད་འོ་དེ་ད། མི་ཚང་མའི་ཐོག་མི་ཚང་མས་གི་ད་དཔེ། མ་ལ་མ་ག་གྱིས་ཡོད་མ་རེད་ཡིན་ནས་མ་བྱུང་ན་ད་དཔེ་དབྱབ་ཆེན་པོ་ཆགས་གསར་ད། འདི་དུས་རེད་ད་ད་མོ་ད་ཁོ་རང་གཉིས་འགོ་རུ་ལ་དེ་དུས་རེད་ཡིན་ནས་ད་ད་དེ་སོང་མོ་མང་པོ་ཞིག་མོ་མང་པོ་མ་ཟེར་ནས་ད་དོན་གྲོགས་གཉིས་མ་རེད་ཤི་ལོ་དེ་ད་ད Foreign Affair Magazine དེ་བ་ཡན་གྱི་གཅིག་བློ་ཡིས་ག་རེ་ལབ་ཤེས་ཟེར་ན་རྡོག་རྡོག་ར་བོ་ཞིག་ཁོང་ཚོ་གོ་རྒྱ་མི་དང་རྒྱ་ནག་དང་ཨ་རི་གཉིས་ཕ་ཆོམ་པོ་འགོ་ནས་ཆོམ་ཐབས་ཟེར་གི་ད་ཆོམ་པོ་ཞིབ་ཞིབ་དུ་གང་ཞིག་ད་ད་ར་བོ་ད།

འབྲེལ་བ་དེ་ཡོག་རེད་འགྲོ་གི་རེད་ཟེར་འབྲེལ་བ་ཡོག་གཏོང་གི་ན་དུས་ཀྱི་སྐད་ཆ་བཤད་དེ་མ་ཤེས་གཞན་དག་ཐང་ན་ཅི་ཁ་ཅི་ཡོག་མ་རེད་ཟེར་ལབ་དེ་ཤུགས་ཆེ་ནི་འདྲ་བོ་རེད། འདི་སྔོན་གྱི་རྒྱ་ཆེ་རྒྱ་མུ་དོན་ཡོད་བདེན་པ་ཡོད་ད་ཀོ་བིད་ཀྱི་ཏེ་ཁ་ཕོ་བཟོས་སོང་ད་ད་དེ་སྐད་ཆ་རྙིང་པ་རེད་ཡིན་ནས་དེ་འབྲེལ་བ་ཡོག་རེད་ཡིན་ནས་ད་རྒྱ་མི་གི་སྒམ་པོ་དེ་རྙོག་དྲ་མ་བྱུང་སྔོན་ནས།

གཙོ་བོ་དེའི་བར་ད་ཡང་ཁོ་ཡིས་ད་ཅིག་ལག་བོར་བ་ད་ཨ་རིག་གི་ངོ་ཚ་བོ་དང་པོ་རྩེ་དྲིས་ད་ཡིན་ནས་ད་ག་རིག་ནས་མི་ནས་རོ་ཨ་རིག་གི་ཆབ་སྲིད་དེ་དེ་གི་འབྲེལ་བ་རྒྱ་ནག་དང་ཨ་རིག་བར་བའི་འབྲེལ་བ་དེ་ལ་ཕན་ཐོག་ཅེས་མི་འདུག་དེར Republican དང Democrat ད་ཕྱི་སྲིད་ག་ལོག་རེད་སྤྱི་མཐུན་ཚོགས་པ་དང་དམངས་གཙོ་ཚོགས་པ་གཉིས་ཀ་གི་ཡོ་བ་གཅིག་ལ་གཅིག་འགྲན་སྡུར་འགྲོ་རེད་སུ་ཡིས་རྒྱ་ནག་ལ་ཡོ་བ་ཁ་བརྟན་ཚིག་སྡུག་བ་ལ་ཡ་དང་ཅིག་ཁ་བརྟན་མང་ཡོད་ལ

ངག་གི་བསམ་པ་ང་ནི་དགྲ་བོ་འདྲ་བོ་ཡིན་ན་ངག་གི། ཨོ། ངས་ཁོ་ལ་ཕ་མེས་འདབ་མ་ཞུས་ན་ཁོ་ང་ཚེ་ཞུས་ས་དྲན་ཧེ། བྱས་ཙང། ཁྱོད་ངེད་ལ་ཞུ་ཡ་ཅིག་མེད་ཁྱོད་རང་ལ་ཞུ་ཡ་འདས་པ་མེད། དེ་ནས་ང་ཡང་ཁྱོད་རང་ཞུ་གི་རེད་བསམ་ནས་སྒུག་བསྡད་པ་དང། ཨོ་བྱས་ཙང། ཨོ་ད་ཁོ་ཞུས་སོང་ད་ང་ཕ་མེས་འགྱིག་ལ་ད་འོ་དེ། དེ་འདྲ་བོ་ཅིག་ནས། སྔས་མ་འགྲོ་ན་ཁྲམ་སྲིན་སྲིན་ཡིན་པའི་སྐབས་སུ་ལ། ད་ལྟ་ད་ང་ཕ་ཤི་ན་དེ་སྐབས་སུ་ལ་ད་ལྟ་འགྲོ་ན་ཁྲམ་བུ་སྲིན་སྲིན་ཡིན་པའི་སྐབས་སུ་འདི་རེད་དྲན། ཤི་སྲིད་གླེན་ཆ་རེད་དྲན། དེ་གི་ཁ་མཐུད་རྒྱག་པ་མི་འདྲ་བ། ཨོ་ཨོ། ཨོ་མ་རེད་ཁ་སང་པ་འཕེན་ཡོང། ཐང་ཐེ་ཡོ།
ཐང་ཐེ་ཡོ་ནི་ད་ལྟའི་མདོས་བཞི་དང་ནང་མི་དྲན་པ་ཞིག་མ་ཆུ་ཞེས།
ཁ་ཆུ་རྒྱ་ནག་ལོ་འབྲེལ་བ་བཟོ་ནས། ད་ལྟ་འདི་ཡོ། དེ་དེ་དྲི་དེ་ནས་ཡ།
ཨར་ལས་ནས་ཁ་རེད།
དེ་མི་མི་ལོ་ཆེན་པོ་དེར་བ། ཨང། ད་ག་འདི་མི་དྲན་པ་ཞེས་བྱ་གོང་ད། ཁོ་ཨ་ལས། ཁོ་གོ།
སྒྲ་ནག་ཁྲམ་པ་སྲིད་འཛིན་ཡིན་པའི་སྐབས་སུ་ཁོ་གོ་རྒྱ་ནག་ལོ་ཁ་ཆུ་འབྲེལ་བ་བཟོ་འདུག་བཤད་སྟོང་ང་ཚོ། རུང་བ་ཞིག་འགྲོ་སྟངས་བཟོ་བ་ཡིན། གང་ནས་སྐབས་སྨྲས་བར་ཁོག་གི་ཁ་ཐུག་རྒྱ་ནག་ལ་འབྲེལ་བ་བཟོ་ཆོག་གི་མི་ད། ཁོག་གི་འབྲེལ་བ་བཟོ་ནས་ཁ་ཐུག་ག་རེ་ལ་ཞེས་ཟེར་ན་རྒྱ་ནག་ལ། ང་ཚོ་འདི་ཟ་ངེས་ཟ་ངེས་རེད་དེ་ཡས་ཡིན་ནས་ཁྱོད་རང་ཚོ་གི་གདེང་འཇོག་ལ་ཟིན་བྲིས་མ་བཟོ་ཁྱོད་རང་ཚོ་གདེང་འཇོག་ལ་ང་ཚོ་གི་དོགས་པ་ནས་སྐྱེལ་མི་ཡོང་ཟེར། གསལ་བཤད་འདྲ་བོ་བྱེད། ངོ་གསལ་བཤད་འདྲ་བོ།
དེ་ཁོར་ཡིད་ལ་ཉག་ཕྲ་ཞིག་ལྷོག་སོང་ཁོ་ཨ་རིའི་འཕྲིན་གི་ཟེར་ན་སྲིད་གཞུང་གི་ཆོས་གང་ནས་སྐབས་སྨྲས་བར་དེ་འདྲི་བཟོ་ཆོག་གི་མ་རེད་ཟེར་ཁོ་ཉག་ཕྲ་ཞིག་རེད་ཁོ་ག་རེ་ལ་ཟེར་ན། ངས་གི་དེ་འདྲི་ཞིག་མ་བཟོ་བ་ཡིན་ན། ང་ཚོ་འདས་ཟ་ངེ་ཟིན་ནས་ཀྱི་འགྲོ་ན་ཁྲམ་པའི་སྲིད་འཛིན་ཡིན་པའི་སྐབས་སུ་འདྲ་མི་འདྲ་ལ་ནི། རྒྱ་ནག་གི་མ་གིས་གོ་བ་ནོར་རྒྱུ་ལས་ནི་ང་ཚོ་གི་དམག་རྒྱལ་ས་རེ་དྲན་ནས་ཡག་སྔས་དམག་རྒྱལ་བས་ནི་དེ་ག་རང་དམག་ཤོར་ཡག་གི་ཉེན་ཁ་འདུག་དེ་སྐྱེས་ནས་ངས་གི་གོ་བ་ནོར་རྒྱུ་མ་ལེན་ཡའི་ཆེད་དུ། འགྲོ་ན་ཁྲམ་པ་དེ་སྐད་ཆ་ག་འགྱུར་མ་འགྱུར་ལབ་བས་ནི་ངས་ཨ་རི། རྒྱ་ནག་གཞུང་ལ་འབྲེལ་བ་བཟོས་ཟེར་ཁོས་སྐད་ཆ་དེ་བཤད་སོང་ད་དེ་འདྲ་བོ་རེད། ད་ལྟ་སྐད་ཆ་ཀོ་ར་ཅིག་བརྒྱབ་ནས་ད་ང་ཚོ་འདི་ཧྥ་རན་སི་གི་སྲིད་འཛིན་རྒྱ་ནག་ལ་ཕྱིན་ཆད་ད་པེ་ལེ་དུ་སྟེར་ཐབས་རེད་ད་དགོས་ངེས་ལ་ཡིན་པ་ད་འདི་དེ་འདྲ་འདུག་རེད། ད་དེའི་ཁོ་ར་ལ་ཨ་ནི་འདི་པཱ་རུ་ཆེ་ཨ་ནི་ཧྥ་རན་སི་དེ་ཨ་ནོ་ད་རྒྱལ་ཁབ་ཆུང་ཆུང་ཅིག་རེད་ཡུ་རོབ་ཀྱི་མགྲིན་ཚབ་པ་མ་རེད། ད་ཧྥ་རན་སི་དང་ཨ་རི་བར་རྙོག་དྲ་ཨ་རི་དང་རྒྱ་ནག་བར་རྙོག་དྲ་དེ་བར་ཐའེ་ཝན་ཡོད་ད། ད་དེ། དེ་ཁོ་ར་ཅིག་བསྐྱལ་ནས་ང་ཚོས་འགྲེལ་བཤད་ཅིག་བསྐྱལ་བས་ཡིན་ད་ཕལ་ཆེར་གནས་ཚུལ་ཁ་ཤས་ལྷག་ཡོད་ཀྱི་རེད་ནས་ང་ཚོས་མུ་མཐུད་འགྲེལ་བཤད་བསྐྱལ་ཡིན། མ་གཞི་ནས་དེ། ང་གཉིས་ཉན་མཁན་ལ་དྲི་བ་གཅིག་དྲི་བར། ལོ། ང་གཉིས་ཀྱི་ལགས་སུ་དྲི་བ་དེ་ག་རེ་ཡིན། ག་རེ། དྲི་བ་ག་རེ་ཧྥ་རན་སི་གི་སྲིད་འཛིན་དེ་མགོ་གཉིས་མ་འཕྲོག་གི་ས་རེད་མ་རེད་དེ་དྲི་བ་ཡིན་རབས། ཨེ་ཁོ་རང་གི་བསམ་བློ་ལྟར་ན་ག་རེ་རེད་ཁོ་རང་རྒྱ་ནག་དཔེ་ལས་ཁྲག་པོ་རེད་ཁོ་རང་ཆོས་ཅན་ཐབས་ན་སོ་སོ་རྒྱལ་ཁབ་ཐོག་ལ་རང་དབང་དགོས་ཡོད་ཅིག་ཡོད་ར།

མགོ་རྙིང་བ་འཁྲ་བོ་འདུག་མོད་མགོ་རྙིང་བ་རེད་མ་རེད། དེ་ར་སི་རཱས་ལ་དེ་གའི་བོད་པ་དེ་ཚོ་ཡིན་ན་གོང་བུ་མ་སོང་ད་ཁྱེད་རང་ཚོ་ཁ་བསྡུར་ལ་ཞིག་དང་མ་བྲིས། རེད་རེད། ཨ་ནི་ཀ་དག་ཁྱེད་རང་ཨ་ནི་དེ་གནས་ཚུལ་དེ་གང་མང་པོ་སྤེལ་རོགས་གནང་ཕེད་ཏོ་ཡི་རེ་བ་ཡོད་ཨ་ནི་རྗེས་མ་ལས་དོན་དེ་རྗེས་མ་ལས་དོན་དེ་ལ་སོགས་ཁྱེད་ཀྱིས། བོ་ཡ་བཀའ་དྲིན་ཆེ།